ད་ནང་མ་ནང་སོང་བ་སྐྱིད་པོ་ཡོད་ལ་ད་ཡོད་ལ་མེད། རང་རང་ཚོ་ཚོ་ལ་སོང་བ་ཅག་གང་ནང་སོང་བ་སོགས་ཡོད་ཅག་མཐོང་བ་ད་ཡོད་ལ་མེད། ཁ་ཁར་ང་ཐང་རུ་ཐང་ན་ཉལ་ལ་ད་ཡོད་ལ་ཟེར་ནོ་ད་དེ་རེད། དེ་རེད། ད་དེ་རེད། བྱ་ཡན་རེད། དེ་ནས་ད་སེམས་ཤིང། སེམས་ཤིང།

མི་རིགས་དག་ཁོ་ལ་འགྱུར་ན་སྔོན་ཆད་ཡོད་ན་བཙན་རྒྱལ་མི་འགའ་བཙན་རྒྱལ་མང་གི་ལྷག་པར་དུ་ཡོ་རུབ་གླིང་ཡོ་རུབ་གླིང་རྒྱལ་སྤྱི་ཀྱི་དུས་སྐབས་ཡོ་རུབ་གླིང་རྒྱལ་སྤྱི་ཀྱི་དུས་སྐབས་ཕྱི་ཚིག་ནི་རེ་ཟིན་ན་ད་ཡོ་རུབ་གླིང་གི་རྒྱལ་ཁབ་ལྟོ་ཙིན་རྒྱལ་ཁབ་རི་ཀ་སོང་འཛམ་བུ་གླིང་གི་རྒྱལ་ཁབ་སོ་སོ་ནི་མི་སེར་པ་ཡི་ཙིག་ནི་རེད། མི་སེར་པ་ཡི་ཙིག་དང་ད་མི་སེར་པ་ཡི་ཙིག་ནི་གི་བཟའ་གི་ད་ཁི་ཟུ་ཉི་མེད་གི་ཉི་མེད་ན་ད་ཕྱི་རེ་ཟིན་ན་ད་སློབ་གྲྭ་ཙིག་ནི་རེད།

དེས་ན་ད་སློབ་གྲྭ་ནང་ན་སྦྱང་རྒྱུ་དང་ཇི་སྲིད་ཚན་རིག་སྦྱོང། ནག་ལམ་གི་རིག་གནས་སྦྱོང། ད་ནི་ཁྱི་ཕྱུགས་རང་གི་རིག་གནས་དེ་དག་ཏུ་སྦྱང་དགོས་ནི་མ་རེད་ད་ཁྱི་ཕྱུགས་དེ་རྗེས་ལུས་རེད་བེད་མེད་བྲེད་ད་གཟིགས་ལས་དབང་འདྲི་སྐབས་སུ་སློབ་གྲྭ་ནང་ན་གཞས་ཡིག་མི་ང་ལག་འཁྱག་དབང་འདྲི་སྐབས་སུ་ད་གཞས་ཡིག་རྐུ་ཟེར་མ་ད་ཨོ་ངའི་མི་རིགས་འདི་རྗེས་ལུས་རེད་ངའི་མི་རིགས་འདི་ཅང་མ་ཉན་གི་ཟེར་ཨོ་ད་འདི་རང་རྒྱལ་བ་གི་མི་རིགས་འདི་དག་ནི་ད།

ཐང་རྒྱལ་རབས་ཙམ་གྱི་ནང་ལ་ད་ཤང་ཤོག་པ་གྲངས་ཉུང་མི་རིགས་ཀྱི་ཁུལ་གྱི་རྫིག་ནོར་གྱི་རྒྱལ་རབས་ཟིག་རེད་ཉེར་གཅིག་གི་རྫིག་ནོར་གྱི་རྒྱལ་རབས་ཟིག་རེད། ད་གང་ལྟར་ཀྱང་དེ་ག་མ་རེད་བལྟས་ལེ་འོང་ན། རྒྱ་ནག་རང་གི་རིགས་རྒྱུད་ཀྱི་ཐང་ནས་རྫིག་ནོར་གྱི་རྒྱལ་རབས་མང་བ་ཟིག་ཡོད་ཀྱི་ཡོད་ནི་མ་རེད་དེ། ཀྲུང་གོའི་ལོ་རྒྱུས་ཀྱི་ཐང་ན་འདི་དག་འདི་ཞིག་གི་ལོ་ནོན་པོ་གི་ཁུལ་གྱི་ལོ་རྒྱུས་འབྲི་ཕྱོགས་ཟིག་ཡིན་ནི་རེད། ཀྲུང་གོ་གི་ལོ་རྒྱུས་ཀྱི་ནང་ན་ཀྲུང་གོ་གི་རྒྱལ་རབས་ལོ་ལྔ་སྟོང་གི་རྒྱལ་རབས་ལོ་སུམ་སྟོང་གི་རྒྱལ་རབས་ད་ལྟ་གཉིས་བཤད་ཀྱི་ཡོད་ཀྱི་རེད་ད་ལོ་སུམ་སྟོང་ཞེས་ལོ་སུམ་སྟོང་གི་རྒྱལ་རབས་ཀྱི་ནང་ང་མན་ཛི་རྒྱལ་རབས་ར་བརྩི་ཆོག་ནི་རེད། དེ་ནས་ཟོག་གོ་ཡ་རབས་ར་བརྩི་ཆོག་ནི་རེད། ཐང་ཡ་རབས་ར་བརྩི་ཆོག་ནི་རེད་ལ། དེ་བརྩི་དོན་གི་རྒྱུ་མཚན་དེ་ཆི་ཟིག་རེད་ཟེར་བའི་སྐབས་སུ་ཨ་དེ་གི་རིག་གནས་ཀྱི་སྟེང་ལ་བརྩི་ནི་རེད། རིག་གནས་ཀྱི་སྟེང་ནས་མ་ར་ཡོང་ལ་བསྒྲིགས་སྐབས་སུ་ད་རྒྱ་ནག་རིག་གནས་ཟེར་བསྒྲིགས་སྐབས་སུ། ད་ཆི་ཚང་མ་ཤེས་ནི་རེད། རྒྱ་ནག་རིག་གནས། ད་ལྟའི་མཐར་སངས་རྒྱས་དུ་མེད་པའི་རྒྱ་ནག་རིག་གནས་ལོ་སུམ་སྟོང་གི་རྒྱ་ནག་རིག་གནས་འཛམ་བུ་གླིང་གི་ཤེས་རིག་ཡོངས་སུ་རྫོགས་པ་ད་སྔ་མོ་ནས་འཇིག་ཟིན་པ་རེད་དེ་རྒྱ་ནག་ཤེས་རིག་གཅིག་པུ་ད་མ་འཇིག་ད་ལྟ་ལ་ཐུག་གི་བར་དུ་བསྡད་དུ་མ་ཟིན་ནི་རེད། དེ་རྒྱ་ནག་རིག་གནས་ཀྱི་རྒྱུན་འཛིན་པ་དེ་དེ་གྲངས་ཉུང་མི་རིགས་ཡིན་ན་ཆོག་གི་མིན་ན་ཆོག་གི་དེ་རྒྱ་ནག་གི་རིག་གནས་དེ་དག་གི་དེའི་རྒྱུན་འཛིན་ལས་ཡོང་ནི་དེའི་རྒྱུན་འཛིན་གྱི་རིག་གནས་ཀྱི་ཆ་ནི་ཀྲུང་གོ་གི་རྒྱལ་རབས་ཀྱི་ནང་བརྩི་སྟངས་ནི་རེད་དེ་བརྩི་ན་ཆོག་ནི་རེད་ཨ་བརྩི་ན་ཆོག་ནི་རེད་ད་དེ་འདང་ཆེན་པོ་ཡོད་རྒྱ་ནག་གིས་ཨོ་ལོ་ཟི་རོ་གི་སྒོ་ནས་འདང་བརྒྱབ་ན་དེ་བརྩི་ན་ཆོག་ནི་རེད་ད་ཕྱོགས་ཞེན་གྱི་དབང་དུ་འདང་བརྒྱབ་ལོང་ན་ཨ་དེ་དེ་སོག་པོ་རེད་ཁྱེད་ཚོ་རྒྱ་ནག་མ་རེད་ཟེར་ནས་ད་དེ་དེ་གི་གནད་དོན་དེ་ཡོད་ནི་རེད་ཨ་དེ་གི་གནད་དོན་དེ་ཡོད་ནི་རེད་ད་དེ་རེད་དོན་དག་དེ་རེད།

ད་སློབ་མ་རིག་གསར་གྱི་མ་ལོ་རྒྱུས་དོན་གཉེར་ཅན་རིག་འདི་འདྲ་ཉམས་ཞོག་ཟེར་ནོ་གནད་དོན་དེ་ཡིན། འཛམ་བུ་གླིང་གི་བཙན་རྒྱལ་གང་ཞིག་རྒུད་པའི་སྐབས་སུ་རྒྱུ་རྐྱེན་གཅིག་གི་ནང་ན་དོན་འདི་ཡོད་རང་ཕྱོགས་འཛིན་སའི་སྒོ་ནས་འདི་ཡོད་ད་ངེས་བ་ཅན་དུ་ཡོད་ངེས་བ་ཡིན་ད་ཧོ་ལན་གྱི་ན་བེ་ཟན་ཐིན་བཙན་རྒྱལ།

དོན་རྐྱེན་ཨིན་ཅི་བ་ཁོ་རང་གི་ཧ་ར་ཨིན་ཅི་བ་དག་གི་གཞུང་ཚབ་པ་ཨིན་ཅི་གི་གཞུང་ཚབ་པ་བྷེ་ལིན་ཟི་གོ་ནོ་འདི་གི་ཧ་ར་བལྟས་ན་ཁི་གི་སྲིད་གཞུང་གི་སྒྲིག་རིམ་དེ་གི་ནང་ཧ་ར་བལྟས་དྲི་སྐབས་སུ། དོན་ངོ་མ་ཁི་ཆུ་ཡིག་རྨོངས་བ་དག་དག་རེད་ཟེ། གླེན་པ་དག་དག་རེད་ཟེ། ད་ཟེར་གི་ཡོད་གོ། ད་ཁི་གཏམ་རྒྱུད་ཟིག་བཤད་ཡོད་གི་ཡ། གཏམ་རྒྱུད་དེ་ཆི་རེད་ཟེ་ན་ད། ང་ཨ་གིར་གིར་ཟ་མ་ཧོ།

སྤྱི་ལོ་ཆིག་སྟོང་ང་བརྒྱ་དགུ། ཡས་མས་ནས་ད་སྤྱི་ལོ་ཆིག་སྟོང་ང་བརྒྱ་ཐག་བཅད་དང་སྤྱི་ལོ་ཆིག་སྟོང་ང་བརྒྱ་ནས་བཟུང་སྟེ་གཅིག་གི་ཅུ་བཞི་གི་བར་དུ་འཛམ་བུ་གླིང་གི། ད་ནུབ་གླིང་རྒྱ་སྐྱེགས་ཀྱི་ཁུག་དུས་རིམ་དུ་ཕལ་ཆེར་མཇུག་རྫོགས་ནས་ད་ནུབ་གླིང། འཛམ་བུ་གླིང་གི་ལྟེ་བ་ཡིན་པ་དང་འཛམ་བུ་གླིང་གི་མགོ་འདྲེན་ཡིན་པ། འཛམ་བུ་གླིང་ཁུག་དབང་དུ་བསྒྱུར་བའི་སྒྲོམ་གཞི་དེ་ད་ཆགས་ཟིན་པ་རེད་གཅིག་གི་ཅུ་བཞི་གི་ལོ་ད་ཆགས་ཟིན་པ་རེད། ད་ལོ་མང་ཙམ་འགོར་སོང་གི་རེད། ལོ་མང་ཟིག་གི་རིང་དེ་ལྟར་ཡོངས་སུ་ནོར་ལང་དུ་བདག་བོད་དུ་དབང་འཛིན་གྱི་གོ་གནས་ལ་ད་སོན་ཟིན་པ་རེད། དབང་འཛིན་གྱི་གོ་གནས་ལ་སོན་ཟིན་པ་རེད། དབང་འཛིན་གྱི་གོ་གནས་ལ་སོན་ཟིན་པ་ཡིན་ན། ནོར་ལང་ཁ་ཚོན་གྱི་ན་སྤྱི་ལོ་ཆིག་སྟོང་ང་བརྒྱ་གི་གོང་རོ་ལ། ཡོ་རོ་ལང་ཁ་ཚོན་གྱི་ན་ས་ཧ་ཅང་གི་དབུལ་བོའི་ས་ཆ་ཟིག་ཡིན་ནི་རེད།

ལ་དེ་མེ་ལ་ན་ཀྲུང་ཀྲི་ཡ་ཡོ་ག། འདེབས་སུ་ར་བ་ཡོ་ག། འདེབས་སུ་ར་བ་གི་ནང་གི་ད་ངེ་ཛི་ར། མ་གཅིག་གི་ཆ་ར་དི་མི་ཏེ་རྗེས་དང་དྲན་དྲན་ཚང་མ་ཏེ་རྗེས་དང་དེ་གི་མ་གཅིག་གི་ཆ་ཏི་ཤིང་འཁོར་ཁྱེར་སོང་ཡོ་རུ་ལང་ཁྱེར་སོང་བཟོ་གྲ་ན་ང་ཙོང་དང་མར། ད་ཡོ་རུ་ལང་ཁ་ཚོན་གྱི་ན་ད་འགྱུར་གི་གཅིག་ར་ཡོ་ན་མར། ཁ་ཤུང་གི་འགྱུར་གི་གཅིག་ར་ཡོ་ན་མར། ཚང་མ་དེ་གི་ཐོག་ནས་འགྱུར་གི་ད་ནི། དེ་རྒྱུ་རྐྱེན་དེ་གང་ནས་བྱུང་ནི་རེད་ཟེར་ན་ཁ་རང་རང་ཁ་རང་སོ་ཡི་མ་ཐུབ་ནོ་གི་རྒྱུ་རྐྱེན་དེ་ལྟང་ན་ད་བྱུང་ནི་རེད། ཡིན་ནའང་རང་ཁ་རང་གསོ་བྱེད་ཐུབ་པའི་རྒྱལ་ཁབ་ར་མི་རིགས་དེ་དག་གིས་ད་སྐབས་ཐོག་དེ་གའི་དུས་རིམ་དེའི་ནང་ད་ཡོང་སི་རྫོགས་པ་ད་གཞི་ག་ཉིག་སོང་གི་ད་ཡོང་སི་རྫོགས་པ་གཞི་ག་ཉིག་སོང་གི་དེ་ར་ད་ལོ་རྒྱས་ལྟ་གོ་དྲི་སྐབས་སུ་ད་མི་རིགས་གཅིག་གི་རང་ཁ་རང་གསོ་ཡོད་ཐུག་གོ་གི་མི་རིགས་གཅིག་གི་རང་ཁ་རང་གསོ་ཡོད་ཐུག་གོ་མེད་གི་ཡིན་ནའང་ལོ་རྒྱས་དུ་ལྡོག་གི་སོང་གི་རེད། མགོ་མཇུག་དོག་གཡོག་སོང་མེད། གཅིག་གཞི་ག་ལ་སོང་མེད་གཅིག་དབང་ལ་སོང་མེད། རང་ཁ་རང་གསོ་བྱེད་མི་ཐུབ་མཁན་གྱི་མི་རིགས་དེ་དབང་ལ་སོང་རང་ཁ་རང་གསོ་བྱེད་ཐུབ་མཁན་གྱི་མི་རིགས་དེ་དོག་དེ་ད་རྗེས་སུ་ལུས་སོང་མེད། དེས་ན། ད་ཅི་འོག་གི་ལོ་རྒྱས་འདང་ཟིག་ཡོད་དྲ། ས་འོག་ཡིན་ནི་རེད། ཨ་ཅི་འོག་རང་ཁ་རང་གསོ་ཡོད་ཐབས་མེད་རེད།

ཚོང་བ་ཤོང་ཟིན་ཟེར་ན་མ་རེད་ཨ་ཚོང་བ་གྲལ་རིམ་དེ་ཉེ་ཁྱབ་རེད་བ་ན་ཚོང་བ་གྲལ་རིམ་འདི་ད་དེ་གཞི་གབ་ས་ཕ་ཆེར་འཛམ་བུ་གླིང་གི་ཚོང་བ་གྲལ་རིམ་འདི་ཆེས་ཐོག་མར་ཤོང་ས་དེ་ན་ད་མི་རིགས་ཚིག་མདུན་དུ་སྐྱོད་དགོས་ན་མི་རིགས་ཚིག་ཡང་ན་རྒྱལ་ཁབ་གཞན་པ་དང་བརྗེ་རེས་དགོས་ན་ངེས་བར་དུ་ཚོང་བ་གྲལ་རིམ་ཚིག་ནང་དུ་ད་ཀ་ཆེ་ནི་རེད་སྤྱི་ཚོགས་ནང་ན་ཀ་ཆེ་ནི་རེད་སྤྱི་ཚོགས་ཀྱི་ད་ཀ་རྡུང་རྡེག་གི་ནུས་བ་ཐོན་ནི་རེད་ཚོང་བ་གྲལ་རིམ་འདི་ད།

དེ་གཅིག་རེད་བ་ནི་མ་རེད། དེ་གཅིག་རེད་མེད་གསུང་གི་སྐབས་སུ་སྤྱི་ཚོགས་ཀྱི་བྱེས་རྒྱུད་ཀྱི་རླབས་འདི་བྱུང་གི་ད་རྒྱ་ནག་ནི་བྱུང་མ་ཐུབ་ནི་རེད། ཚོང་བ་གྲལ་རིམ་ལ་ཆབ་སྲིད་ཀྱི་དབང་ཆ་ཡོད་ནི་ཟིག་ཡིན་གྱི་ན། སྤྱི་ཚོགས་ཀྱི་རླབས་ཆེན་པོ་དེ་བྱུང་གི་སྐབས་སུ་རྒྱལ་ཁབ་རྒྱས་ཀྱི་དམག་དཔུང་གིས་ཀྲུང་གོ་རྒྱག་ཐུབ་ནི་རེད་ཟེར་ན་ད་རྒྱག་ཐུབ་ནི་མ་རེད། ཚོང་བ་གྲལ་རིམ་ལ་དབང་ཆ་མེད་གསུང་ན་ད་སྲིད་གཞུང་གིས་དེ་རེད་ཐུག། ཚོང་རྒྱག་ན་མི་ཆོག་ནང་དཀར་ནས་བཟུང་སྟེ།